ལེའུ་སོ་གཅིག་པ། བཅོམ་ལྡན་འདས་ཀྱིས་སློབ་མའི་མཆོག་ཏུ་གྱུར་ཅིང་མཛེས་སྡུག་ལྡན་པའི་སྲས་མོ་ཁི་མ། དགེ་འདུན་པའི་ཆེད་དུ་ཤཱ་རིའི་བུ་དང་མོང་གལ་གྱི་བུ་རྣམ་གཉིས་སློབ་མའི་མཆོག་བཟུང་དུ་མངའ་གསོལ་གནང་བ་ཇི་བཞིན། བཙུན་མ་རྣམས་ཀྱི་ཆེད་དུའང་བུད་མེད་ཀྱི་སློབ་ཚོགས་ཁྲོད་ནས་སློབ་མ་མཆོག་བཟུང་གཉིས་མངའ་གསོལ་གནང། ཁོང་རྣམ་གཉིས་ནི་བཀུར་བར་འོས་པའི་བཙུན་མ་ཁེ་མ་དང་བཙུན་མ་ཨུ་ཏ་པ་ལ་བ་ན་གཉིས་ཡིན། སྲས་མོ་ཁེ་མ་ནི་རྒྱལ་པོ་གཟུགས་ཅན་སྙིང་པོའི་བཙུན་མོའི་ཁྲོད་ནས་རྣམ་པར་མཛེས་ཤིང་ཡིད་དུ་འོང་ཤོས་དེ་ཡིན་ལ། སངས་རྒྱས་བཅོམ་ལྡན་འདས་ཀྱིས་རྫུ་འཕྲུལ་དང་མཐུ་ནུས་ལ་བརྟེན་ནས་གཞན་སེམས་བསྒྱུར་བའི་ཁྲོད། སྲས་མོ་ཁེ་མ་ནང་པར་བསྒྱུར་བའི་སྐོར་ནི་ཁྱད་དུ་འཕགས་པའི་དཔེ་མཚོན་དཀོན་པོ་ཞིག་ཀྱང་ཡིན། སྤྱིར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་རང་གི་མཐུ་ནུས་བེད་སྤྱད་དེ། གང་ཟག་གཞན་ལ་མཁྱེན་རྟོགས་སྤེལ་རྒྱུ་དང་ཤེས་རབ་འཕེལ་བར་བྱེད་པ་ཙམ་ལས། ཁོང་ཚོའི་རྣམ་རྟོག་དང་ཉོན་མོངས་སམ་ལ་དབང་བསྒྱུར་གྱི་སྟངས་འཛིན་གཏན་ནས་བྱེད་ཀྱི་མེད། སྲས་མོ་ཁི་མ་ནི་ལྷིང་འཇགས་པའི་མཚན་དུས་ཀྱི་མཚེའུ་ལ་བཅོ་ལྔའི་དུང་བརྡ་ཤར་བ་བཞིན། ཞལ་གྱི་དཀྱིལ་འཁོར་མངོན་པར་སྒེག་ཅིང་འཁོར་ཚོས་ནི་པདྨའི་འདབ་མ་ལྟར་འཇམ་ཞིང་མིག་ཟུང་ནོར་བུ་རིན་པོ་ཆེ་དང་འདྲ་བར་བའི་ཁྱིམ་ཆེན་བྱེད་པ་ཞིག་གོ། འོན་ཀྱང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྱི་ལུས་ཀྱི་མཛེས་ཆོས་ལ་བསྔགས་པ་མི་བྱེད་པའི་སྐོར་སྲས་མོ་ཁེ་མ་ཡིས་ཐོས་མྱོང་བར་བརྟེན། མོ་རང་སངས་རྒྱས་བཅོམ་ལྡན་འདས་མཇལ་བ་ལ་འདོད་མོས་མེད། འཇམ་ཞིང་བསིལ་བའི་ལྷགས་རླུང་ལྡང་བའི་ཞོགས་པ་ཞིག་ལ་སྲས་མོ་ཁེ་མ་རྒྱལ་པོ་གཟུགས་ཅན་སྙིང་པོས་སངས་རྒྱས་བཅོམ་ལྡན་འདས་ལ་བཞེངས་པའི་དང་པོའི་ཚལ་གྱི་གཙུག་ལག་ཁང་དུ་ལྟ་སྐོར་ལ་ཕྱིན་པ་ན། གྲིབ་ནག་སྤང་ལྗོངས་སུ་ཤར་བའི་ཤིང་ཏོག་སྡོང་པོས་མངོན། ཤིང་ཆ་རྣམས་ཆུང་ཐེངས་གར་དུ་བཙན་ཞིང་མཆིས་ལ། མཚེའུ་དག་ཀྱང་མེ་ཏོག་ཀུ་མུད་ཀྱིས་ཁེངས་ཤིང་སྣ་མའི་མེ་ཏོག་གི་བྲིས་ངད་དེ་ཡང་བར་སྣང་ཀུན་ཏུ་ཁྱབ་བཞིན་འདུག་གོ། དེའི་རྩ་ན་གསུང་ཆུའི་ར་བ་ནས་ཕྱིའི་སེར་བའི་གསུང་སྐད་ཅིག་ཐོས་པས་མོ་རང་ཡང་གསུང་སྐད་དེའི་ནང་དུ་འཛུལ་ཞིང་ཐིམ་པར་གྱུར། གསུང་སྐད་དེ་ནི་མོ་རང་གིས་དེ་སྔོན་ཐོས་པའི་སྐད་ངག་རྣམས་དང་ཡེ་ནས་མི་འདྲ་བར། ཞོགས་པའི་བྱིའུ་དག་གིས་སྙན་ཞིང་འཇིབས་པའི་གྲེ་འགྱུར་དབྱངས་སུ་འཐེན་པ་ལས་ཀྱང་ཆེས་ཡིད་དུ་འོང་བ་ཞིག་སྟེ། གསུང་སྐད་དེར་སྙན་འཇིབས་ལྷོད་ངང་གི་རང་བཞིན་ལྡན་ཞིང་སྙིང་ཉེ་ལ་ཤ་ཚ་བ་ཞིག་ཏུ་འདུག། མ་ཟད་གསུང་སྐད་དེའི་ཚིག་འབྲུ་དེ་དག་ཀྱང་རེ་རེ་ནས་ཤེས་རབ་ཀྱི་ཚིག་ཏུ་གྲུབ་བོ། དེ་ནས་གཡུ་སྦྲང་བུང་བ་མེ་ཏོག་ལ་འཁོར་བ་ཇི་བཞིན་སྲས་མོ་ཁེ་མ་ཡང་གང་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་གདམས་པ་སྩལ་བཞིན་པའི་ཚོགས་ཁང་ཕྱོགས་དེར་ཕྱིན་ནས། རང་ཉིད་སངས་རྒྱས་བཅོམ་ལྡན་འདས་ཀྱི་གཞལ་མེད་འཚོ་བའི་ཕྱིར། རང་གི་བཀའི་དྲིན་གྱིས་བཞིན་རས་བཀབ་སྟེ་ཆོས་ཞུ་བའི་རྒྱབ་གྲལ་དུ་བསྡད། སངས་རྒྱས་བཅོམ་ལྡན་འདས་ཀྱིས་སྲས་མོ་ཁེ་མ་དང་མོའི་བསམ་ཚུལ་སོགས་ཇི་བཞིན་མཁྱེན་གྱི་ཡོད་པ་མོ་རང་གིས་གཏན་ནས་ཤེས་ཀྱི་མེད། དེའི་རྩ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་རྫུ་འཕྲུལ་ལ་བརྟེན་ནས་ཁོང་གི་སྐུ་འཁྲིས་སུ་རྒྱལ་གཉིས་ལང་ཚོ་ཟིལ་པས་རབ་ཏུ་རྒྱས་པའི་གཞོན་ནུ་མ་ཞིག་གི་སྣང་བརྙན་བསྐྲུན་ཏེ་གཞོན་ནུ་མ་དེས་སངས་རྒྱས་བཅོམ་ལྡན་འདས་ལ་རྩིས་ཡབ་གཡོབ་བཞིན་པ་སྲས་མོ་ཁེ་མ་ཡིས་མཐོང་བས་མོ་རང། གཞོན་ནུ་མ་དེའི་མཛེས་སྡུག་གིས་བསྒྱུར་པ་ལ་ཧང་སངས་ཏེ་རང་ཉིད་ཀྱི་སྤྱན་ཟུང་ལས་ཀྱང་གཞོན་ནུ་མ་དེར་ཡིད་རང་བསྔགས་བརྗོད་ཀྱི་འོད་མདངས་འཚེར། སྲས་མོ་ཁེ་མ་ཡིས་སེམས་སུ་ཨོ་ལྟོས་དང་གཞོན་ནུ་མ་དེ་ནི་དཔྱིད་དཔལ་གྱི་མེ་ཏོག་ཞེས་པ་ཇི་བཞིན་སྐྱོན་གྱིས་མ་གོས་པའི་ཞལ་མདངས་རྒྱས་ཤིང། ཞལ་གྱི་ཆོ་འཕྲུལ་དང་སྣ་དང་དཔུང་པ་མཛུབ་མོ་དང་བཅས་པ་ཇི་འདྲའི་བྱོན་ལེགས་པ་ཞིག། གང་ལྟར་གཞོན་ནུ་མ་ཁོང་ནི་སྔོན་ཆད་ངས་མཐོང་བའི་མཛེས་སྡུག་གི་ལང་ཚོ་རྒྱས་པའི་གཞོན་ནུ་མ་དག་ལས་ཀྱང་ཆེས་མཛེས་སྡུག་ལྡན་ལ། ཐ་ན་མོ་རང་ཉིད་ལ་ལྟོས་ན་ཡང་ཇི་འདྲའི་ཡིད་དུ་འོང་བ་ཞིག་རེད་ཨང་སྙམ་སྟེ་ཡུད་ཙམ་རིང་སྲས་མོ་ཁེ་མ་ཡིས་རང་གི་མིག་གཉིས་འཕྲུལ་གྱི་ཡོད་པ་མིན་ནམ་སྙམ་པ་ཞིག་བྱུང། འོ་ན་སྲས་མོ་ཁེ་མ་ཡིས་གཞོན་ནུ་མ་དེའི་ལང་ཚོའི་བརྒྱུད་རིམ་མཐོང་ཡོད་དམ་ཞེ་ན་ཡོད་དང་ཡོད། རིང་པོར་མ་ཐོགས་པར་གཞོན་ནུ་མ་དེའི་བཞིན་རས་ལ་རྒས་གཉེར་གྱིས་ཁེངས་པ་མ་ཟད་གད་མོའི་འཛུམ་མདངས་རྒྱས་ཤིང་མེ་ཏོག་པད་མ་དང་འདྲ་བའི་མཆུ་སྒྲོས་དེ་ཡང་སོ་མེད་པའི་གོང་བུ་རུ་གྱུར། ཐ་ན་གནག་སྣུམ་གྱི་སྐྲ་ལོ་དེ་ཡང་རིམ་བཞིན་སྐྱ་བོ་དང་དེ་ནས་དཀར་པོ་རུ་གྱུར། ད་དུང་གཉིད་འཇུག་བརྗིད་ཕག་ལྡན་པའི་རྐང་ལག་རྣམས་ཀྱང་སྐམ་ལ་རིད་པའི་ཉམས་ཐག་པར་གྱུར་ཏེ་སྐད་ཅིག་ཙམ་གྱི་རིང་གཞོན་ནུ་མ་དེ་ནི། ལོ་བརྒྱད་ཅུར་སོན་པའི་རྨོ་བོ་ཞིག་ཏུ་གྱུར་ནས་ས་ལ་འགྱེལ། དེ་ལྟར་སྲས་མོ་ཁེ་མ་ཡིས་སྐྱེལ་བཞིན་ཁོག་པའི་རྨོ་ལགས་དེ་ཤི་ནས་མཐར་རུས་གོང་རྣམས་ཀྱང་ཐུར་ཞིག་ཏུ་ཕྱིན་ཏེ། ཐལ་རྡུལ་དུ་གྱུར་པའི་བར་གྱི་གོ་རིམ་རྣམས་དངོས་སུ་མཐོང་མ་ཐག་མོ་རང་གིས་ཀྱང་ཉིན་ཞིག་རང་ཉིད་བརྒལ་ཏེ་མཐར་ཤི་རྒྱུ་ཡིན་པ་ཤེས་ཤིང། མིའི་མི་ཚེ་དང་རང་ལུས་སོགས་མི་རྟག་པའི་རང་བཞིན་ཅན་དུ་རྟོགས་ནས་རང་གི་ཕྱིའི་རྣམ་པ་ལ་བརྟེན་པའི་ང་རྒྱལ།